ཨོ་ཏྲེས་དེ་ལས་ཨ་དེ་རིང་ང་ཚོ་གངས་ཅན་ཆོས་ལྡན་གླིང་གི་རྒྱུན་ལས་སྤྱི་མོས་ཀྱི་ཐག་གཅོད་བྱས་ནས་དེ་རིང་མ་ཅིག་ཡོང་གོ་ཆགས་སོང། ཨ་འདི་དམིགས་བསལ་གྱི་ང་ཚོ་ཚོགས་མི་ཚོ་ལ་ཡ་ཨ་ནི་གལ་ཆེ་དོན་ཆེན་གྱི་མ་གསལ་བསྒྲགས་ཅིག་ཞུ་དགོས་ཡོད། ཨ་འདི་ལ་ཡ།

ང་ཚོས་ཀྱིས་ཨ་ནི་གཞུང་འབྲེལ་གྱི་རྩིས་པ་བགྱིས་འདུག་རྩིས། བརྒྱབ་པའི་སྐབས་སུ། ང་ཚོ་ལ་ཡང་དང་པོ། Audited Draft Report། ལ་ང་ཚོ་རྒྱུན་ལས་ཚོ་ལ་སྦྱོར་གྱི་རེད། འདི་མ་སྦྱོར་ཆེད་ཨ་ནི་ང་ཚོ་རྒྱུན་ལས་ཚོ་གིས་འདི་གཟིགས། ཨ་འདིའི་ནང་ལོགས་ལ་ཡང་ནོར་བཅོས་ཡོད་ན་ཕར་ཚོ་ནོར་བཅོས་བྱེད། ཨ་ནི་འགྲིག་གི་ཡོད་ན་ཨ་ནི་འགྲིག་གི་འདུག་ལབ་ཆེད་ང་ཚོ་ཁོ་རང་ལ་ཕར་བཏང་དགོས་དགོས་རེད་རྩིས་པ་ལ། ཨ་ནི་མཐའ་མ་དེ་ལ་ཡང་ཨ་ནི་རྩིས་པ་གྱིས་ད་རྒྱུན་ལས་ཚོགས་ཀྱི་འགྲིག་གི་འདུག་ཞུ་ཡག་གི། མཐའ་མེད་ཀྱི་རྩིས་ཁྲ་འདི་ང་ཚོ་ལ་ཚུར་བཏང་ཡོང་གི་རེད། ཨ་དེ་ལ་ཡག་ང་ཚོ། ཨ་ནི། Director། གཉིས་ཀྱི་མཚན་རྟགས་བསྐྱོན་བྱས། ཨ་ནི་གཞུང་ལ་ཡག་འདུག་བཏང་དགོས་ཀྱི་ཡོད་རེད། འདི་གཞུང་གི་རྩིས་ཀྱི་འགྲོ་སྟངས་ཅིག་འདུག་ཆགས་འདི་དགོས་རེད། དེ་ནི་ད་ངེད་ཅག་ཨ་ང་ཚོ། རྩིས་ཞིབ་བྱེད་པའི་སྐབས་སུ། ང་ཚོ་ལ་ཡ Draft Report དེ་ཁྱོད་འབྱོར་གྱི་མི་འདུག་ཨ་ནི། ང་ཚོ་ད་ལྟ་ཚོགས་གཙོའི་ངོ་བོ་ཐོག་ནས

རགས་པ་འདི་ནང་ལོགས་ལ་ཡང་ཨ་ནི་ཞིབ་ཕྲ་ཡག་པོ་འཁོད་མི་འདུག། ཨ་འདི་ཤུགས་ཆེར་བཏང་དགོས་ཀྱི་ཡོད་ལ་ནི་གནོད་ཤུགས་གཅིག་སྤྲད་བཞག། དེ་ནས་ང་ཚོའི་རྩིས་པ་ལ་ཡང་ཁོ་རང་གིས། གལ་སྲིད་ཁྱེད་ཚོ་གིས་ཨ་ནི་རྩིས་ཁྲ་འདི་ཕྱི་གསལ་ནང་གསལ་གྱི་ཁ་གསལ་པོ་ཡག་པོ་མ་བྱུང་བ་ཡིན་ན་ཨ་ནི་སི་ཨ་རལ་ལ་ཡང་རི་པོར་བྱེད་ཀྱི་ཡིན་ལ་ནི་འདི་འདྲས་ཀྱིས་ཁོ་རང་ལ་ཡང་ཨི་མེལ་འདི་འདྲས་བཏང་བཞག། དེ་ནས་ཨི་ནས་ཁོ་རང་གིས་ད་ལྟ་ཨི་མེལ།

ང་ཚོ་དུས་ཚོད་ལ་ཡང་འདི་བཏང་མ་ཐུབ་ན་ང་ཚོ་ཚོགས་པ་ཉེན་ཁ་ག་ལ་ཆགས་ཡོང་གི་ཡོད་རེད། ད་ཡིན་ནའི་ང་ཚོ་ཨ་ནི་ཕ་ཁོ་རང་ལ་ཕ་འགྲེལ་བཤད་བརྒྱབ་བྱས་མཐའ་མ་དེ་ལ་ཁོ་རང་གིས་ད་དེ་རིང་དེ་ལ་དུས་ཚོད་འཕར་མ་ཞུ་ཅིག་དགའ་སོང། ག་ཡིན་ཟེར་ན་ཁོ་རང་ལས་ཀ་བྱེད་བསྡད་པའི་སྐབས་སུ་ཨི་མེལ་འདྲ་མ་འདྲ་འདི་འདྲ་འབྱོར་ཡོང་དུས་ཨ་ནི་ལས་ཀ་ཞིབ་འཇུག་འཕར་མ་བྱས་པ་ཡིན། བྱས་ཙང་ཨ་ནི་དེ་ལ་བལྟས་ནས་དགའ་སོང་ལ་ནི་ཡིན་ནའི་ཏག་པ་ལེགས་པ་ཅིག་ལ་ང་ཚོས Audit Report འདིའི Draft དེ་དུས་ཚོད་ལ་དུས་ཚོད་ཏག་ཏག་ལ་འབྱོར་སོང། འབྱོར་བ་མ་ཚད་ང་ཚོས་ཀྱི་ཨ་ནི་ལ་མ་ཞིབ་འཇུག་བྱས་ཨ་མཐའ་མ་འགྱུར་བ་བཏང་དགོས་དེ་བཏང་ནི་ཨ་ང་ཚོ་རྒྱུན་ལས་གཉིས་ཀྱི་མཚན་རྟགས་བསྐྱོན་ནི་ཨ་ནི་ང་ཚོ་སི་ཨ་རེ་ལ་དུས་ཚོད་ཏག་ཏག་ལ་བཏང་ཐུག་སོང་དག་ན་ཤིང་གི་ང་ཚོ་བེང་ལ་འདུག་བྱས་ནི་ཏག་ཏག་སྤྲད་ཐུག་སོང་འདི་ཞོལ་ཡིན་ད་ང་ཚོ་ལ་དཀའ་ངལ་གར་འདུག་ལབ་པ་ཡིན་ན་ཨ་ང་ཚོའི་ཚོགས་མི་ཚོགས་ཀྱི་ལས་ཀ་འདིའི་རིགས་དེ་འདྲས་གནང་པ་ཡིན་ན། ཨ་ནི་ད་ང་ཚོ་གངས་ཅན་ཆོས་ལྡན་གླིང་གི Charity གི Status ལ་དངོས་གནས་ཀྱི་གནོད་ཡ་ཅིག་དང། གནོད་པ་ཤུགས་ཆེན་པོ་ཅིག་ཡོང་ཡ་གི་ཉེན་ཁ་ཆགས་འདུག་དེ་སོང་ཙང་དེ་རིང་ང་ཚོ་རྒྱུན་ལས་ཚོ་མ་དོན་ནི། ང་ཚོའི་ཚོགས་མི་ཚོ་ལ་ཡང་གནས་ཚུལ་དེ་ཚོ་རབ་དང་རིམ་པ་མ་ཞུས་པ་ཡིན་ན། ནམ་ཞིག་ཅིག་ལ་ང་ཚོའི་ཚོགས་པ་ལ་དཀའ་ངལ་ཆེན་པོ་ཞིག་འཕྲད་པ་ཡིན་ན། ཨ་འདིའི་སྐབས་ལ་ང་ཚོའི་རྒྱུན་ལས་ཀྱི་འགན་མང་གི་ཆད་ལབ་མ་སོང་གསུང་གི་རེད། དེ་སོང་ཙང་ང་ཚོ་དེ་རིང་གལ་ཆེ་དོན་ཆེན་བྱས་ནས་མར་དོན་གོ་ཡ་རྒྱུ་མཚན་ཏིག་འདི་ཡིན། ང་ཚོ་ལ། རྩིས་པ Auditor རྩ་ནས། ཡི་གེ་འདི་ཚོ་དེ་ཁ་ཤས་ཅིག་ཁ་སེང། ཉེ་ཆར་ལྟ་རི་བཅུ་དྲུག་ཉིན་མོ་དེ་རག་སོ། དེ་ནས་ད་ལྟ་རི་ཉུས་གཙང་གཉིས་ཉིན་མོ་དེ་ལ་ང་ཚོ་ལོ་གོར་ལེམ་ཏོག་རེད་དེ། འདིའི་སྐབས་ལ་ཞིབ་འཇུག་དག་ཅིག་མཐར་ཕྱིན་པ་ཇེ་ཡག་པོ། ཕྱིན་མེད་དུས་ཡང་འདིའི་སྐབས་ལ་ནམ་སང་ང་ཚོ་མི་མང་ལ། གནས་ཚུལ་ཞུས་ཐུབ་མ་སོང། དེ་ནས་ད་ང་ཚོ་འདི་གནས་ཚུལ་འདི་རྫ་དྲག་ཅིག་ཆགས་ཡོང་གི་འདུག་དེ་སོང་ཙང་ང་ཚོ་རྒྱུན་ལས་ཀྱི་འདིའི་ནང་ལ་ཡ་རབས་དང་རིམ་པ་གོ་བསྡུར་བྱས་ནས། ཨ་ནི་ད་འདི་ང་ཚོ་གི་མི་མང་ཚོ་ལ་གསལ་བསྒྲགས་ཡག་པོ་ཅིག་མ་བྱེད་པ་ཡིན་ན། ང་རང་ཚོ་ཚོགས་མི་ནང་ནས་འདིའི་རིགས་འདི་ལས་ཀ་བྱས་པ་ཡིན་ན་ཨ་ནི་ཏན་ཏན་ང་ཚོ་གི་ད་ད་ལྟ་གངས་ཆུ་ཆུ་འདི་ལིང་ཕུན་སུམ་ཚོགས་པ་ཡོད་པ་འདི་ལ་ཡང་གནོད་ཆེན་པོ་སྐྱེ་ཡག་གི་ཉེན་ཁ་ཅིག་འདུག་འདི་མི་མང་ཚོ་ལ་མཁྱེན་རྟོགས་ཆེད་དུ་ཞུ་བ་ཡིན། དེ་ནས་ང་ཚོ་ཡི་གེ་འདིའི་ནང་ལ་ཁོ་རང་གི་བྲིས་སྟངས་དེ་ལ་ང་ཚོས་རྩིས་པ་དང་ལ་གཉིས་བརྩགས་ནས་རག་བྱུང་ལ་ནས་འདུག་བྱས་ནས་འཁོད་ཡོད་རེད། དེ་ནས་ང་ཚོས་གི་རྩིས་པ་མཉམ་དུ་ལ་རྩིས་པ་དང་ལ་གཉིས་མཉམ་དུ་ལ་ཚོགས་འདུ་ཚོགས་ཨ་ང་ཚོ་བཀའ་མོལ་འདུག་བྱས་ནས་བྱུང་སོང། ཡིན་ནས་ང་ཚོའི་རྩིས་པ་དྭང་བླངས་གཉིས་ཀྱིས་རྩ་བ་རྙེད་ནས་དེ་འདྲས་བྱས་ནས་སྤྲད་མེད་གསུང་གི་འདུག་ད་ནང་བཞིན་གྱི་ང་ཚོ་ཁ་སིའི་ལོ་འཁོར་ཚོགས་འདུ་འཚོགས་ཚར་བའི་རྗེས་ལ་ད་ལྟ་དོ་བདག་ཡི་གེ་དྲི་ངད་དེ་ཚུར་སྐད་བཏང། ཨ་ནི་ང་ཚོགས་གཙོ་ཚུར་སྐད་བཏང་བྱས་ཁོ་རང་གཉིས་ཀྱིས་རྩིས་པ་དྭང་བླངས་གཉིས་ཀྱིས་སྐད་ཅིག་བྲིས་སོ། སྐད་ཅིག་བྲིས་བྱས་ཨ་ནི་ཁོ་རང་གཉིས་རྩ་ནས་རག་མ་སོང་ལབ་སོང། སོང་ཙང་ད་ང་ཚོའི་རྒྱུ་ལས་ངོས་ནས་ང་ཚོས་གི་འདུག་བྱས་ནས་བརྩི་སྟངས་དེ་ལ་བརྩི་བ་དང་ལ་གཉིས་ཀྱིས་སྤྲད་མེད་ཤག་འདུག་བྱས་ནས་བརྩི་གི་ཡོད། ད་ཡིན་པ་ཡིན་ནས། འདིའི་རིགས་དེ་ད་ང་ཚོ་ལས་དོན་འདི་འདྲས་ཨ་ནི་གཞི་མའི་ཚོགས་ཀྱིས་ད་འདི་འདྲས་ཀྱི་གནང་པ་ཡིན་ན་ཨ་ནི་ཏན་ཏན་ང་ཚོ་རྒྱུན་ལས་ཚོགས་ཀྱི་འགན་འཁྱིལ་མ་བཏུལ་ཡ་ཅིག་དང་ཨ་ནི་ཚོགས་པ་ལ་ཡ་གནོད་ཡ་གི་ཉེན་ཁ་ཆེན་པོ་ཞིའུ་ཆགས་ཀྱི་འདུག་དེ་སོང་དང། ང་ཚོའི་ད་ལྟ་རྒྱུན་ལས་ཐུན་མོང་ནས་འབོད་སྐུལ་ཞུ་ཡ་ཅིག་ལ། ད་འདི་འདྲས་རིགས་དེ་མ་གནང་རོགས་གནང། དམིགས་བསལ་གྱི་རྒྱུས་ལན་དང་ང་རང་ཚོ་ལ་ཡང་བཀའ་འཁྲོལ་མེད་པའི་ཐོག་ནས་ཨ་ནི་དེ་འདྲས་ཀྱི་ཕྱག་ལས་མ་གནང་རོགས་གནང་ཞུ་ཡིན། ད་ནང་བཞིན་གྱི་ཟླ་གཉིས་ཀྱི་ལོག་གི་རྩིས་ཞིབ་བྱེད་པའི་སྐབས་སུ་ང་ཚོ་རྩིས་ཞིབ་ཀྱི་གླ་ཆ་སྒོར་མོ་ལྔ་སྟོང་དགུ་བརྒྱ་རྫགས་ཟེར་རེད་ད་ད་ལོ་ཁོ་རང་གི་ཨི་མེལ་འདྲ་མ་འདྲ་གླས་ནས་སྒོར་མོ་གཅིག་སྟོང་ལྔ་བརྒྱ་དུ་ཟེར་ནས་ཐོད་པ་སྤར་བཞིན་འདུག་བྱས་ཙང་འདིའི་རིགས་འདི་དོ་བདག་ད་ལྟ་ཨི་མེལ་སྤྲད་མཁན་ཁོ་རང་གི་སྤྲད་དགོས་ཀྱི་རེད། གང་ཡིན་ཟེར་ན། ང་ཚོའི་གི་རྒྱུན་ལས་ཀྱི་བཀའ་འཁྲོལ་མེད་པའི་ཆོག་མཆན་མེད་པའི་ཐོག་ནས་ཟུར་དུ་ལས་ཀ་ཐོལ་བ་བཟོ་ཡ་འདི་ཁོ་རང་གི interest ཡིན་པ་སོང་ཙང་འདིའི bill འདི་ང་ཚོ་ཁོ་རང་ལ་བཏང་གི་རེད་ཁོ་རང་གི་སྒྲུབ་དགོས་ཀྱི་རེད་འདི་ཞུ་ཡ་ཡིན། དེ་སོང་ཙང་ད་དེ་རིང་ང་ཚོ་སླར་ཡང་ང་ཚོ་རྒྱུན་ལས་ཚོ་གི་ད་ད་མ་ཞུ་ཡ་དེ་ལ་གནས་ཚུལ་དེ་འདྲས་ཅིག་ད་ད་བར་དུ་བྱུང་སོང། ཡིན་ནའི་དེ་རིང་དེ་ལ་ཡང་ང་ཚོའི་གི་དང་བླངས་རྩིས་པ་དེ་ལ་ཡང་ལོ་མང་པོ་ཅིག་དང་བླངས་འདུག་སེ་གནང་ཡོད་རེད། ཡང་དེ་རིང་ཁོ་རང་ཉིད་ཀྱིས་གནང་མེད་གསུང་གི་འདུག་ཨ་ནི་ཕ་ཆོག་དོ་བདག་གིས་རག་མ་བྱུང་གསུང་གི་འདུག་དེ་སོང་ཙང་ང་ཚོའི་ངོས་ནས་ཨ་ནི་ད་ལྟ་དང་བླངས་རྩིས་པ་གཉིས་ཀྱིས་མ་བཀྲམས་མེད་པ་བཅས་ལ་ངོས་འཛིན་ཞུ་གི་ཡོད། ཨ་ད་ནང་བཞིན་གྱི་ད་ལྟ་ང་ཚོའི་མི་དམངས་སྤྱི་ཚོགས་ནང་ལོ་ལས་ཨ་ནི་དང་བླངས་རྩིས་པ་གཉིས་ཀྱིས་འདི་འདྲས་བཀྲམས་རེད་ལ་ཡ་གི་བཀའ་མོལ་དེ་འདྲས་ཡོད་ས་རེད་ཨ་ནི་འདི་མ་གནང་ན་རུང་ནའང་སྲིད་དེ་ཞུ་བ་ཡིན། ད་མཐའ་མ་དེ་ལ་ང་རང་ཚོ་གི་ད་ལྟ་དེ་ཨོ་ཁྲི་རོའི་ནང་ལ་བོད་པས་ག་འདྲས་བྱིན་པ་ཡིན་ནས་ད་གཙོ་བོ་མཐའ་མ་དེ་ལ་ཡ་ཨ་ནི་གངས་ཆོས་ཆོས་ལྡན་ལིན་ལ་གནོད་ཡ་གི་ལས་གཞི་འདི་རིགས་དེ་རྩ་ནས་མ་གནང་རོགས་ན་ང་ཚོ་འབོད་སྐུལ་ཞུ་གི་ཡོད། གལ་སྲིད། ཚོགས་པའི་ལས་དོན་དང་འབྲེལ་བའི་ཐོག་ནས་གནད་དོན་ག་རེ་ཞུ་དགོས་འདུག་ན་ང་ཚོ་རྒྱུན་ལས་ཙག་ལ་ཡ་བསྐྱར་བྱས་གོ་བསྡུར་བྱས་ནས་ང་ཚོ་འགྲོ་ཡ་ཡོད་རེད་མ་གཏོགས་ཅིག་དེ་མན་གྱི་ད་ང་ཚོའི་ཚོགས་པ་དང་འབྲེལ་བའི་ཐོག་ནས་དམིགས་བསལ་གྱི་རྒྱུན་ལས་མེན་པ་ཡིན་ན། ཨ་ནི། Auditor། ལ་སོགས་པ Bank ལ་སོགས་པ་འདིའི་སྙན་དམག་ཕྱག་ལས་གནང་མྱོང་བའི་གི་རྣམ་པ་ཚོ་གི་འབྲེལ་བ་ཡོད་ནས་ཨ་ནི་ད་ལྟའི་ཆ་ལ་ཁོ་ལས་དོགས་མེད་དུས་ཨ་ནི་རྩ་བ་ཉིད་ནས་འདི་རིགས་དེ་མ་གནང་རོགས་གནང་ལ་ནས་འབོད་སྐུལ་ཞུ་གི་ཡིན་ཐུགས་ཆེ་གནང།